ད་ཁྱེད་རང་ཚོས་སྲོག་གཏད་སྐོར་དེ་བཤད་ཞོར་གསུངས་པ་ནང་བཞིན་བྱས་ནས་སྲོག་གཏད་ཀྱི་སྐོར་དེ་ག་རེད་ཟེར་ན། སྤྱིར་བཏང་སྲོག་གཏད་ཟེར་ཡ་བྱས་པ་རེད་བ། སྲོག་གཏད་ཟེར་ཡ་དེ་ང་རང་ཚོ་ཐ་མལ་བས་ཀྱི་སྲོག་བློས་བཏང་ཟེར་ཡ་སྐད་ཆ་དེ་དག་གནས་ཚུལ་ཁ་ཁ་རེད། ང་ཚོ་སྲོག་བློས་བཏང་གི་ཡིན་ཟེར་ཡ་དེ་གནས་ཚུལ་བརྗོད་ཡ་རེད་བ་ང་ཚོ་ལ། བྱས་སོང་འདི་གནས་ཚུལ་དེ་ཁ་ཁ་རེད། འདིས་ཀྱི་ད་ལྟ་སྲོག་གཏད་ཟེར་ཡ་གི་སྤྱིར་བཏང་ག་རེ་བྱས་ཀྱི་ཡོད་སོང་ཚིག་དེ་ཀྱི་བེད་སྤྱོད་བཏང་སྟངས་དེ་ག་རེད་ཟེར་ན་ད་ང་རང་ཚོ་རྩ་ཆེ་ཤོས་དེ་ང་རང་ཚོ་ད་སྲོག་དེ་ཆགས་བསྡད་ཀྱི་ཡོད་རེད་བ། བྱས་ཙང་འདི་འདྲའི་ཡན་དུས་གང་ལ་རྩ་ཆེ་ཤོས་ཆེ་ད་བར་སྤྲད་པ་ཡིན་ན་རེད་ཚུར་ལེན་པ་ཡིན་ན་རེད་ད་གང་ལྟར་དེ་འདྲའི་ཅིག་གི་སྐད་ཆ་དེ་ད་དོན་དག་གི་གོ་བ་འགྲོ་བ་དེ་དེ་འདྲའི་ཅིག་ལ་ལེགས་ཡོད་སོགས་དེ་སྲིད་དུ་ད་ད་ད་སྤྱི་བཏང་གསོག་སྟེགས་ཀྱི་རྒྱུན་དེ་ལ་ཡང་ད་ད་ཆོས་སྐྱོང་ཚུལ་ལ་ཡི་དམ་ཡིན་ན་རེད་ད་སྤྱི་བཏང་གི་དབང་དང་རྗེས་གནང་དང་སོགས་དེ་དང་ཟེར་དེ་གས་དེ་གང་ག་ལོ་ལ་ཡང་ཉེ་བརྒྱུད་དང་རིང་བརྒྱུད། ད་མང་པོ་ཞུ་དག་ཡོད་རེད་བ། ཡིན་ནའང་ཆོས་སྐྱོང་རྡོ་རྗེ་ཤུགས་ལྡན་གྱི་སྲོག་གཏད་ཀྱི་རྒྱུན་དེ་ཉེ་རྒྱུད་ཐུན་མོང་མ་ཡིན་པ་བྱས་ན་རྟ་ཕོ་རྡོ་རྗེ་འཆང་གི། ཨ་ནི། ཨ་ནི། ཐད་ཀར། ཨ་ནི། དག་པའི་སྣང་བས་ཀྱི་ཐོག་ནས་དག་སྣང་གྱི་ཐོག་ནས་ཨ་ནི། རྗེ་རིན་པོ་ཆེ་ལ་ད། སྐྱེ་ཆུ་ཕ་བོང་ག་གས་དེ་འདྲའི་བཙུན་དགོས་ཅེས་ཞུས། དེ་ལ་བརྟེན་པ་གཅིག་གིས་ཨ་ནི། ད་ལྟ་བུ་དོ་བྱང་གིས་དེ་ནི་བལ་གཅིག། ད་ལྟ། རྗེ་རིན་པོ་ཆེ་ལ་གསོལ་འདེབས་ཤུགས་དྲག་བྱས་ཡོང་དུས་གང་ལ། ཨ་ནི། ཁོ་རང་གིས་ད་དག་པའི་སྣང་བ་དེ་ལ་ད། དཔེ་ཆ་བཞག་ན། ད་ལྟ་བུ་དོ་བྱང་ལ་དག་པའི་སྣང་བ་དེ་ག་འདྲར་བྱས་ནས་བྱུང་བ་རེད་ཟེར་ན་ལྟ་བུ་དོ་བྱང་ལ་ད་དག་སྣང་དེ་ཡོང་དུས་གང་ལ། ཨ་ནི་རྗེ་རིན་པོ་ཆེ་ལ་གསོལ་བ་ཤུགས་དྲག་བཏབ་ནས་ད་དེ། དབང་གིས་དེ་ནི་ཆོས་ཀྱི་སྐྱོན་ཏེ། ཞུས་ཀྱིས། གསོལ་བ་དེ་བཏབ་ཡོང་དུས་གསོལ་འདེབས་དེ་བྱས་ཡོང་དུས། རྗེ་རིན་པོ་ཆེ་གིས་ལམ་སང་དགོངས་པས་ཀྱིས་དེ་ནས་པའི་དགོངས་པ་དེ་འདུལ་འཛིན་ལ་ཡང་གཏད་ནས། འདུལ་ལ་ཡང་བཏང། འདུལ་འཛིན་གྲགས་པ་རྒྱལ་མཚན། འདུལ་འཛིན་པ་ལ་དགོངས་པ་གཏད་ཡོང་དུས་གང་ལ། འདུལ་འཛིན་གྱིས་དེ་གནས་ཚུལ་དེ་མཁྱེན་ནས། ཨཱ་ནི། འདུལ་འཛིན་ཁོ་རང་དང་དམ་པའི་ཐུགས་རྒྱུད་གཅིག་པ་ཅན། ཨཱ་ནི། རྗེ་རིན་པོ་ཆེ་གི་སེང་གེའི་ཁྲི་གི་སྲིབ་དེ་ནས་གཙོ་བོ་ཨཱ་ནི་ཆོས་སྐྱོང་རིགས་ལྔ་གི་སྐུ་དེ་མར་དྲངས་ནས་ཨཱ་ནི། འདུལ་འཛིན་རང་གི་རྟ་ཕོ་དོ་ཆང་ལ་སྣང་ཤར་བ་ཅན། རྗེ་རིན་པོ་ཆེ་གི་སེང་གེའི་སྲིབ་ནས་ཚུར་དྲངས་ནས་ཨཱ་ནི་རྟ་ཕོ་དོ་ཆང་ལ་སྣང་ཤར་བ་ཅན། རྟ་ཉིད་རྒྱུད་ཐུན་མོང་མ་ཡིན་པ་ཡིན་སྟངས་དེ་དེ་འདྲའི་རེད། ཅེས་སོགས་ལྟར་རྟ་ཕོ་དོ་ཆང་ནས་རྗེ་གཡུང་དྲུང་གང་ལ་རྟ་དྲངས་པ་དེའི་བར་ཚང་ལ་ལ། བེ་ཇེ་ཏཱ་བླ་མ་གསུམ་བཞི། ད་ང་ལྷ་ཁྱོད་ནི་འགྲོ་ཡོང་མར་བྱས་ཙང་དེ་ཉེ་རྒྱུ་ཐུན་མོང་མ་ཡིན་པ་བྱས་ནས། གང་ལྟར། ཆོལ་ཁ་དེ་བྱིན་རླབས་ཀྱི་ཚན་ཁ་ཉུལ་བ་བྱས་ན་དེ་འདྲ་ཅི་ཡིན་པོ་འདྲ། དགོས་པ་དང་དམིགས་ཡུལ་དེ་ག་རེ་རེད་ཟེར་དུས། སྲོག་བསྡད་ཟེར་མཁན་དེ་ཞུས་པ་ཡིན་ན། ད་དཔེ་ཆ་བཞག་པ་ཡིན་ན། ང་འདྲ་བོ་ཅིག་ད་ཆོས་སྐྱོང་གང་དང་གང་ཡིན་ན་ཅིག་བསྟན་པ་ལ་ཆ་བཞག་དེ་བསྟན་བསྡད་དུས་གང་ལ་ང་རང་ཚོ་སྤྱི་བཏང་གི་ད་སྤྱི་བཏང་གི་མི་དཀྱུས་མ་ངོ་ཤེས་པ་ཐུག་བསྡད་པའི་ཟོར་བྱེད་མ་གཏོགས་མེད་བས་ཟོར་བྱས། སྲོག་གཏད་བཞུད་ཡོང་དུས་གང་ལ་མནའ་བསྐྱལ་ནས་གྲོགས་པོ་བསྒྲིགས་པའི་ཟོར་ཇི་ལྟ་དེ་འདྲའི་ཆགས་འགྲོ་འོས། སྲོག་གཏད་དེ་བཞུད་ཡོང་དུས་གང་ལ་ཆོས་སྐྱོང་དེ་གི་སྲོག་གཏད་དེ་བཞུད་ཡོང་དུས་གང་ལ་ཆོས་སྐྱོང་དེ་མ་འདོད་བཞིན་དུ་དྲི་ལྡན་གྱི་མེ་ཏོག་ལ་བུང་བ་འཁུར་བ་ནང་བཞིན། ཨ་ནི། རང་དབང་མེད་པ་ད་ཁོ་རང་གིས་ང་ཚོ་དེར་ཆོས་དང་མཐུན་པའི་བྱ་བ་གང་ཡང་ད་གང་ཡིན་ན་ཡང་ཚང་མ་ལ་སྲུང་སྐྱོབ་བྱེད་དགོས་ཡ་དེ་ད། ཁོ་རང་གིས་ལས་འགན་ཆགས་བསྡད་ཀྱི་ཡོད་རེད། སོ་སོའི་ངོས་ནས་ཡིན་ན་ཡང་ཆོས་དང་མཐུན་པ་ལས་རྒྱུ་འབྲས་དང་མཐུན་པ་གཅིག་གིས་གྲོགས་དང་འཕྲིན་ལས་དེ་བཅོལ་དགོས་ཡ་དེ་ལྟ། དེ་གཉིས་ཀ་ལས་ལས་འབྲས་འདྲ་བོ་དེ་འཐུས་ཚབ་བྱས་ཏེ་གནས་ཚུལ་དུ་ཟེར། ཁོ་རང་གི་ངོས་ནས་ཡིན་པ་ཡིན་ན་ད་གྲུབ་པ་པོ་རྣལ་འབྱོར་པ་དེ་གིས་དེ་ནས་བས་གྲོགས་ཆོས་དང་མཐུན་པའི་གྲོགས་བྱེད་ཡ་ལ། ཨ་ནི་དཀོན་པས་དུང་བའི་གླང་ཆེན་དཔེ་ཚོར་ཞུ་བོ་ནང་བཞིན་བྱེད་ཀི་ད། དེ་འདྲ་གཅིག་ཁོ་རང་ལ་ཡི་ཡོང་དགོས་བ་རེད། བྱས་ཙང་དེ་འདྲ་ཡིན་དུས་ད་ང་རང་ཚོ་མི་དང་མ་གསུངས་ད་གྲོགས་པོ་དང་མ་གསུངས་ད་སེམས་ཐག་ཉེ་རུ་ཞི་བ་ཅིག་ཕྱིན་ནས་ད་དཔེ་མི་ཚེ

ག་རེ་ཟེར་ན། སྔས་མང་གི་སྲོག་གཏད་ཀྱི་རྒྱུན་བཅས་ད་སྐྱབས་རྗེ་བདེ་ཆེན་སྙིང་པོ་དང་རྟ་ཕོ་རྡོ་འཆང་གི་སྔས་ལ་སྲོག་གཏད་ཀྱི་རྒྱུན་བཅས་ཡོད་ས་རེད། དེ་ད་ལྟ་བལ་བུམ་གྱི་ནང་ལ་གནས་ཚུལ་གཏད་ཀྱི་ཡོད་རེད། ཡིན་ན་ཡང་ད་སྔས་མ་བླ་མ་རིན་ཆེན་དབང་རྒྱལ་ཟེར་ངས་དེ་གི་དཔེ་ཆ་གི་ཐོག་ནས་སྲོག་གཏད་ཀྱི་རྒྱུན་བཅས་ཡོད་ས་རེད་དེ་ཕྱིས་སུ་ད་རྒྱུན་དེ་མེད་པ་ཆགས་རྗེས་གནས་ཚུལ། དེ་འདྲའི་ཅིག་གི་གནས་ཚུལ་གྱིས་ད་ད་ལྟ་དེ་སྲོག་གཏད་ཀྱི་དཔེ་ཆ་ནང་ལོ་ལོ་དེ་འདྲའི་ཅིག་ཐོན་གྱི་འདུག་བལ་བུམ་ནང་ལ་ཡོད་བསྡད་པ་དེ། སྲོག་གཏད་ཀྱི་རྒྱུན་དེ་སྔས་མ། ཨ་མདོ་སྨད་ལ་ཡང་ཨ་མདོ་སྐྱིད་ལྡེ་རིན་པོ་ཆེ་གི་དགོན་པ་ནང་ལ་ད་སྲོག་གཏད་ཀྱི་རྒྱུན་ཅིག་ཡོད་བསྡད་པ་ཅི། ཨེ་ཕྱིས་སུ་དེ། སོག་པོའི་ནང་ལོགས་ལ་མ་ཁྲིམས་པོའི་དར་ཡོད་ས་རེད་དེ་གང་མཚམས་ཅི་ནས་ད་དེ་སྲོག་གཏད་ཀྱི་རྒྱུན་དེ་སུ་ལ་ཡོད་མེད་རྩད་མ་ཆོད་ཅིག་ད་གནས་ཚུལ་ཅིག་ད་ད་དུག་སུ་བྱས་ནས་བྱུང་ཡོད་ས་རེད། དེ་འདྲ་ཡིན་ཙང་རྒྱུ་མཚན་མང་པོ་ཅིག་ལ་བརྟེན་བྱས་ཨེ་ན་རྒྱབ་ཆ་བདེ་ཆེན་སྙན་འབུལ་གྱི་རྟ་ཕོ་དུ་ཆང་ལ་བརྟེན་སྲོག་གཏད་ཀྱི་རྒྱུན་དེ། ནང་ཐུག་པ་བྱས་སུ་དུག་སུ་ཉེ་ཚང་ཞུ་ཡོད་ས་རེད་བ། ཨོ་ད། གནས་སྟངས་དེ་དེ་འདྲ་རེད། བྱས་ཙང་འདི་འདྲ་ཡིན་དུས། ད། ཆོས་སྐྱོང་རྡོ་རྗེ་ཤུགས་ལྡན་དེ་རྩ་བའི་གི་ད་དུས་སྙིགས་མ་འདི་འདྲའི་གི་དུས་ལ་དེ་ནི་པདྨ་སྤྱིར་སངས་རྒྱས་ཀྱི་བསྟན་པ་ཡང་དགོས་ཚུལ་ཡང་དེ་ནི་བྱམས་མགོན་སྙན་བརྒྱུད་ཀྱི་དེ་ནི་བསྟན་པ་གསུང་བ་ལ་ད་ཕྲིན་ལས་དང་ཨ་ནི། ལས་བཞི་ཕྲིན་ལས་དང་རྣོ་མྱུར་གཞན་དང་མ་འདྲ་བ་ཅིག་ད་ཡིན་དེ་བ་དེ་ད་དེ་འདྲ་གནས་ཚུལ་ད་དེ་གི་རེད། དེ་ནས། ད་བླ་མས་ཀྱི་དེ་ནས་སྲོག་གཏད་དེ་གནང་ཡག་གི་དེ་ནས་སློབ་མའི་ཀྱི་དོན་དུ་གསོལ་བ་བཏབ་ཡོང་དུས་གང་ལ། གལ་ཆེ་ཤོས་དེ་གསོལ་བ་དེ་ག་འདྲ་བཏབ་གི་ཡོད་རེད་ཟེར་ན་བློ་བཟང་རྒྱ་བོས་ཀྱི་དེ་ནས་བསྟན་པ་ལུང་དང་རྟོགས་པའི་ཀྱི་བསྟན་པ་དེ་དེ་ནས་གྲུབ་པ་པོ་དེ་ཡིས་དེ་ནས་འཛིན་སྐྱོང་སྤེལ་གསུམ་བྱེད་ཡག་ལ་ཨ་ནི། བསྟན་སྲུང་རྡོ་རྗེ་ཤུགས་ལྡན་ཁྱེད་རང་གི་ཨ་ནི། ཨ་ནི། གསོལ་བ་བཟང་པོ་འདི་ཁོ་ལ་བསྐུར་གི་ཡིན་ཁྱེད་རང་གི་དེ་བསྐུར་བ་ནང་བཞིན་གྱི་དེ་ནས་ད་ཁོ་ལ་ཡ་ཆོས་དང་མཐུན་པའི་དེ་ནས་པའི་ཨ་ནི། ཁམས་གསུམ་ཆོས་ཀྱི་རྒྱལ་པོ་གཙོ་འཁོར་བ་ཆེན་པོས་དེ་ནས་མདོ་སྔགས་ཟུང་འབྲེལ་གྱི་བསྟན་པ་འདི་འཛིན་སྐྱོང་སྤེལ་གསུམ་བྱེད་ཡག་གི་ཐོག་ལ་ཨ་ནི་ད་ཁྱེད་རང་གི་ཨ་ནི་གྲོགས་དང་འཕྲིན་ལས། ཉིན་མཚན་དུས་དྲུག་ཏུ་དེ་ནི་བེད་གསུང་སྐྱོང་གཡེལ་བ་མེད་པ་བྱེད་དགོས་གི་རེད། དེ་འདྲས་ཅིག་གནང་རོགས་གནང་ཟེར་ནས་གསོལ་འདེབས་དེ་ཞུ་གི་ཡོད་རེད། སློབ་མའི་དོན་དུ་སོང་བ་རེད། ད་དེ་བ་ཚོ་ལ་དེ་བྱང་སྡོམ་དེ་ལས་བྱང་སྡོམ་ལས་ཚར་དུས་གང་ལ། ད་སློབ་མ་ལ་མ་སོང་བ་དངོས་གཞི་བསྐུར་ཡོང་དུས་གང་ལ་ད་དུ་ག་རེ་བྱེད་ཀྱི་ཡོད་རེད་ཟེར་ན། སློབ་མ་དེས་ལྷ་བསྐྱེད་བྱས་ནས་སློབ་མ་དེའི་ཡི་དམ་གང་ཡང་རུང་བ་ད་ལྟ། ཆོས་སྐྱོང་རྡོ་རྗེ་ཤུགས་ལྡན་གྱི་སྲོག་དབང་ཞུ་བ་ལ་དཔལ་རྡོ་རྗེ་འཇིགས་བྱེད་དེ་ནི། ད་ལྷ་ཆོས་སྲོག་མ་ཡིན་ན་རེ་དེ་ནི་དཔའ་བོ་གཅིག་པ་ཡིན་ན་ད་གང་ལྟར་གང་ཡང་རུང་བ་བྱེད་ཀྱི། ནི། སྨན་དཔྱད་དབང་གི་རིམ་པ་དེ་ག་དེ་ལེགས་པར་ཐོབ་པ་ཅིག་གོ་གི་ཡོད་རེད་ད། རྒྱུད་སྨིན་པར་མ་བྱས་པར་ད་དེ་སྲོག་དབང་དེ་ཞུས་ན་འགྲིག་གི་ཡོད་མ་རེད། བྱས་ཙང་དེ་འདྲས་བྱས་ནས། དེ་ནི། སློབ་མ་དེས། ད་ཡི་དམ་ད་དཔལ་རྡོ་རྗེ་འཇིགས་བྱེད་ཡིན་ན་དཔལ་རྡོ་རྗེ་འཇིགས་བྱེད་ལ་ཡར་བསྐྱེད། ཆོས་སྐྱོང་དེ་ཨ་ནི་དེ་གི་བཀའ་སྡོད་ཀི་ཚུལ་དུ་ད་བླ་མེད་ཀི་མ་དུ་སི་གནང་གི་ཡོད་རེད་བྱས་ཙང་གནང་སྟངས་དེ་དུ་སི་རེད་ཨ་ནི་དེ་ནས་ད་ལྷ་ངོ་བསྟན་པ་ད་སློབ་མ་ལ་ལྷ་ངོ་དེ་བསྟན་ཡོད་ལྷ་ངོ་བསྟན་དུས་གང་ལ་ད་ཆོས་སྐྱོང་རིགས་ང་གི་སྐུ་མདོག་ཕྱག་མཚན་ལ་སོགས་པ་ད་དེ་ཚོ་མ་བཤད་གི་ཡོད་རེད་དེ་ཁོ་ནས་ག་ས་གས་མི་འདུག་བ་དེ་ནས་སྲོག་བདེ་དངོས་གཞི་བསྐུར་ཡོང་དུས་གང་ལ་སྲོག་བདེ་དངོས་གཞི་དེ་ལ་ཡ་སྲོག་བདེ་དེ་ལ་ཆོས་སྐྱོང་གི་སྲོག་བདེ་དེ་ལ་སྲོག་བདེ་གི་རིགས་ལྔ་ཡོད་རེད། སྐུ་གསུང་ཐུགས་ཡོན་ཏན་ཕྲིན་ལས་ཟེར་ནས་ད་སོགས་ཏེ་དེ་ལ་རིགས་ལྔ་ཡོད། ད་དེ་ཆ་ཚང་ངས་འདིར་ཞུ་དགོས་ཡ་མི་འདུག་དངོས་གནས་བྱས་ན་ད་འདི་གི་སོ་ཏིག་གི་ནང་གི་གནས་ཚུལ་དེ་གའི་དེ། དངོས་གནས་དྲང་གནས་ཀྱི་ད་ཅིག་དད་པ་དང་ཡིད་ཆེས་མེད་པའི་མི་ལ་བཤད་མི་ཆོག་ཟེར་ནས་དཔེ་ཆ་ཁོ་རང་ཁ་ཡི་ནང་ལ་ཡོད་རེད་དེ། ཡིན་ན་ད་དེ་རིང་ཁ་ཚང་ཅིག་ང་རང་ཚོ་རྣམ་རྟོག་སྦྲག་ལང་གི་རེད་བ། ད་དེ་འདྲི་གི་ཅིག་དུས་ཚོད་གྱེན་ཐག་ཅིག་ཡིན་པ་ཡིན་ཙང་ཨ་ནེ་རོབ་ཙི་རོབ་ཙི་ཅིག་བཤད་ན། ཡ། ཚང་མས་ཀྱི་ངལ་བ་ཉན་ཡ་དང་ཚང་མས་ཀྱི་གྱི་རྒྱུ་མཚན་མཐོང་ཡ་ལ་ཕན་ཐོག་ཡོག་རེད་མས་འགྲོ་བ་བསམ་བྱས་ད་ངས་འདིས་ད་ད་དོན་དུ་ཞུ་ཡ་དོན་དག་གྱི་རེད། ད་སོག་སྡེ་དེ་ལ་སྐུ་གསུང་ཐུགས་ཡོན་ཏན་ཕྲིན་ལས་ཀྱི་སོག་སྡེ་ལྔ་ཡོག་རེད། གང་ལྟར་དེ་གའི་དེ་ཚང་མ་ད་དེ་གའི་དེ་ཚང་མ་ད་སོག་སྡེ་ཆོས་སྐྱོང་ཆོས་སྐྱོང་གི་སྐུ་གསུང་ཐུགས་ཡོན་ཏན་ཕྲིན་ལས་ཀྱི་སོག་མཚོན་པས་དེ་ནི་མཚོན་དོན་ལྔ་པོ་དེ་ད་སློབ་མ་ལ་མ་སྤྲད་ཀྱི་ཡོག་རེད་ད་དོན་དག་གཙོ་བོ་དེ་ད་ག་རེ་རེད་ཟེར་ན་ཆོས་སྐྱོང་གི་ཐུགས་ཀྱི་སོག་སྡེ། ཐ་མར། གསུང་གི་ཚོགས། སོགས་ཏེ། པའི་ཕྱག་བྱ་བ་ཡིན་ན་ད་བྱང་ཆུབ་ལམ་གྱི་རིམ་པ་ཆེན་པོ་འདི་རེད། བྱང་ཆུབ་ལམ་རིམ་ཆེན་པོ་འདི་ཆོས་སྐྱོང་རྡོ་རྗེ་ཤུགས་ལྡན་གྱི། གསུང་གི་ཚོགས་སོགས་དེར། དེ་སློབ་མ་ལ་མ་སྤྲད་ཡོང་དུས་གང་ལ། ཨེ་ནི་འཇམ་མགོན་བླ་མ། འཇམ་མགོན། དེ་ནས་པའི་ཁམས་གསུང་ཆོས་ཀྱི་རྒྱལ་པོ་དེ་ནས་པའི་ཙོང་ཁ་པ་ཆེན་པོས་ཨེ་ནི་ཐུགས་ཀྱི་སྤྱོད་ཆུང་བ་དེ་ནས་པའི་ཉིད་འཁོར་ཟབ་མོ། ཨ་ནི། དེ་ནི་བའི་སྐྱེས་བུ་གསུམ་གྱིས་ལམ་གྱི་རིམ་པ་གི་དེ་ནི་བའི་ཆ་ཚང་ཅེས་ད་ནི་གང་ཟག་གཅིག་འཚང་རྒྱ་བའི་དེ་ནི་ཉམས་ལེན་ཆ་ཚང་ཅེས་སྟོན་བྱ་བའི་དེ་ནི་བའི། ད་དེ་འདྲའི་གི་དེ་ནི་མན་ངག་ཟབ་མོ་དེ། ཨ་ནི། ཉམས་སུ་ལེན་པ་ལ། ཨ་ནི། དེ་ཁྱེད་རང་གིས་ཉམས་སུ་ལེན་ཤོག་གཞན་ལ་འཆད་སྤེལ་བྱེད་ཤོག། འཛིན་སྐྱོང་སྤེལ་གསུམ་བྱེད་ཤོག། དེ་ཆོས་སྐྱོང་རྡོ་རྗེ་ཤུགས་ལྡན་གྱི་སྲོག་ཡིན། དེ་ཁྱེད་རང་གིས་བའི་གྲུབ་པ་དེ་གི་ཐོག་ལ་གྲུབ་པ་ཉམས་ལེན་ཡག་པོ་ཅིག་བྱེད་པ་ཡིན་ན། ཆོས་སྐྱོང་གིས་དེ་ནས་བས་དྲི་ལྡན་གྱི་མེ་ཏོག་ལ། དེ་ནས་བུང་བ་ན་ཞེས་བྱས་ནས་དེའི་རྟག་ཏུ་གཉེན་ཚན་དུད་འགྲོ་དང་དེ་ནས་བས་གསུང་ཆོས་གཡེལ་བ་མི་ཡོང་མ་རེད་ཅེས་ཏཱ་བླ་མས་གིས་བྱང་ཆུབ་ལམ་གྱི་རིམ་པའི་པུ་སྟི་དེ་ཨེ་ནི་སློབ་མའི་ལག་ཏུ་མ་སྤྲད་ཧོ། ཡིན་ན་ཡང་སྔས་མར་གྱི་སྲོལ་རྒྱུན་ལ་ཨེ་ནི་སློབ་མ་ལོ་མ་བྱང་ཆུབ་ལམ་རིན་ཆེན་མོར་པུ་སྟི་དེ་མ་སྤྲད་ཡ་གི་ལུགས་སྲོལ་ཡོད་ས་རེད། ད་བར་ལམ་ནས་ཨེ་ནི་དཔེ་ཆ་ཡི་ཀོང་བུ་རེ་བ་དེ་འདྲའི་ཆགས་དེ་ཆེ་འོང་དུས་གང་ལ་ད་མགོ་ལ་བཞག་ཚོ་འདྲ་བོ་ཅིག་སྤྲད་ཚོ་བྱས་ཡ་ལན་བཞག་གོ་རེ་བ་མ་གཏོགས་ཅི་གི་ཤེས་ད་བླ་མས་བྱང་ཆུབ་ལམ་རིན་གྱི་དཔེ་ཆ་དེ་མ་སྤྲད་ནས།

ཐུགས་ཀྱི་སྲོག་དེ་ཚོ་ལ་ཡང་དེ་ག་རང་རེད་ད། ཨ་ནི། དེ་རེད། བླ་རྡོ་སྲོག་སྒོར་དེ་ག་ནང་བཞིན་གྱི་དེ་ནི་ཆོས་སྐྱོང་རིགས་ལྔ་གྱི་དེ་ནི། ཕྱག་མཚན་རྩ་ཀ་ལས་ད་དེ་གའི་དེ་རིམ་པས་བྱས་ནས་མ་སྐུ་གསུང་ཐུགས་ཡོན་ཏན་ཕྲིན་ལས་ཀྱི་སྲོག་དེ་མ་སྤྲད། གང་ཅི་དེ་གའི་གང་ག་སློབ་མ་ལ་མ་སྤྲད་གི་ཡོད་རེད་ད། ད་དེ་རིང་ཁྱོད་ཚོ་ད་དེ་རྩ་ཀ་ལས་ཡིན་ནའི་རེད་སྲོག་ད་བླ་རྡོ་དང་སྲོག་སྒོར་མ་སྤྲད་གི་ཆ་ཤས་ཅིག་ཡོད་རེད་མ་གཏོགས་ཤེར་ཞེན་པ་གང་ག་ལོ་ལག་པ་ལ་ཐུགས་སུ་མ་གཏོགས་བྱས་གི་ད། མེད་པར་བྱ་བ་རེད་མ་གཏོགས་གཞན་སློབ་མ་ལ་མ་བྱང་ཆུབ་ལམ་རིང་གི་དཔེ་ཆ་རེ་རེ་འདུག་ཟེར་ནས་བསྟོད་གཡར་གྱི་ཆ་ཤས་དེ་འདྲ་དངོས་གནས་བྱས་ན་ཡོད་ས་རེད།